ང་ཚོའི་གི་ཆེ་ན་པར་རིས་ཨམ་མདོ་པར་རིས་འདི་གི་ས་ཆ་དང་ཉེ་བོ་ཡོད་རྒྱུ་གི་རྒྱ་ནག་ཀན་སུའུ་ཞིང་ཆེན་ལ་ཉེ་ཞིང་འདིའི་ནང་ལ་དམག་དཔུང་ཆེན་པོ་གཉིས་ཡོད། བྱས་ཙང་རྒྱ་ནག་གིས་བོད་ལ་དྲག་གནོན་བྱེད་ཡས་གི་དམག་དཔུང་དན་རྟགས་ཡང་ཁ་རས། དྲན་དུ་ལ་ཡོད་རྒྱུ་དེ་དང་ཀན་སུའུ་ལ་ཡོད་རྒྱུ་རེད། འདིའི་ནང་འདི་དང་བོད་ལ་ཁ་ཐུག་བོད་དེ་སྟངས་འཛིན་བྱེད་ཡས་གི་དམག་དཔུང་དེ་དྲན་དུ་ལ་ཡོད་རྒྱུ་རེད། འདིའི་ནང་མ་འོངས་གི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ཟླ་བ་བཅུ་བའི་ཚེ་བ་བཅུ་གསུམ་ཉིང་དེ་བང་དང་ཧོ་ལ་འདི་ལ་ཁ་བ་དང་བྱེད་ཁོ་ག་བ་ཡོད་རེད་ཟེར་ན། ནུབ་བྱང་ཆུའི་ལག་གི་རྒྱ་ནག་ཕོ་རང་དུ་བྱས་ན། ངའི་དེ་ང་ཚོའི་གི་དེ་འདྲ་ཀན་སུའུ། ཨ་མདོ་དཔའ་རིས་དང་ཉེ་འགྲམ། དཔའ་རིས་དེ་བོད་པར་བ། ཀན་སུའུ་ལག་ངའི་ཕོ་རང་ད་རྒྱ་ནག་གི་ས་ཆ་ར་ཡིན་ན་བོད་པའི་ས་ཆ་རྒྱ་ནག་གི་མངའ་སྡེ་ནང་ལ་བཅུག་བཞག་ཡོད་རེད། བྱས་ཙང་ཁོ་ལ་ག་ལ་བ་རེད་ཟེར་ན་བོད་བཅིངས་འགྲོལ་བཏང་ཡས་གི་གནད་དོན་འདི་ནུབ་བྱང་ཆུའི་གི། དོན་དུ་ནས་བཅིངས་འགྲོལ་ཟེར་ན་བཙན་འཛུལ་རེད་ང་ཚོས་བྱས་ན། བོད་ལ་བཙན་འཛུལ་བྱས་དེ་ཁོ་ལ་འགན་འདྲེ་དང་པོ་དེ། བམ་བདག་པོ་ལ་ཉེ་དེ་ལ། རྗེའི་རྗེ་ལ་རིག་གནས་ས་ཅི་གོ་སོ་ཁོ་ཞེ་བོ་མྱང་ཡོད་ད་རྒྱ་ནག་གི་ཆབ་སྲིད་ཁྱེད་ཚ་ཡོར་བ་གནམ་གཤིས་དང་འཇིག་པ་རེད་ད་རང་ཞེ་བོ་ཆ་བ་བཏང་གི་འདུག་ད་ཡང་ལྷོད་ལྷོད་ཆ་ས་བྱས་ཙང་དེ་འདྲས་ཡིན་དུས་སྐབས་སུ་ཁུལ་གི་གར་ལ་ཡོད་རེད་ཟེར་ན་ཨོ། ཨ་མདོ་ནས་དོ་སྔོན་དོ་མཚོ་སྔོན་ལ་ག་ཆེ་རེད་ཁོ་ཚོས་ང་ཚོ་ཤི་ན་ཨ་མདོ་རང་རེད་ཨ་མདོ་ནས་ལྷ་ས་བར་དུ་འགྲོ་ཡས་ལ་ལོ་གཅིག་འགོར་གི་རེད་ལམ་ཀ་སོ་ཡོད་ཁོ་རང་ལ་དེ་ལས་ཁམས་ནས་ཁོ་ཚོས་བྱས་ན་ད་ལྷོ་ནུབ་བྱུས་ལ་ག་ཆེ་རེད་དོ་སྔོན་དུ་ང་ཚོ་ཁམས་བརྒྱུད་ཅིག་དར་རྩེ་དོ་བརྒྱུད་ཅིག་ཨ་ནི་ལྷ་ས་བར་དུ་ཡོང་ཨ་ཡེ་དེ་ཐག་ཉེ་གི་རེད་ད། བྱས་ཙང་བེད་སྤྱད་དུ་སྐབས་སུ་ཨ་ནི། མ་འོ་གི། དབྱེ་ཞིབ་བྱས་ཏེ་འགྱུར་བ་བཏང་རྗེས་ཨ་ནི། ཨ་མདོ་ནས་ལྷ་ས་བར་དུ་ཡོང་བ་ལ་སྟབས་བ་ནི་ཡ་དྭངས་བ་རི་རྒྱུད་བྲང་སའི་ནག་ཆུ་དང་ཚང་མ་རྒྱུ་རུ་དེ་ནས་ཡར་ཕྱིན་ན་རོང་ས་གཙོ་བོ་རེད་པས་ན་མགྱོགས་པོ་ལས་ཐུ་ཡོད་ཀྱི་ཁྱད་ཆོས་འདུག་ཟེར་ཨ་ནི། མ་འོ་གི། ག་རེ་བྱས་རེས་ན། ནུབ་བྱང། ལྷོ་ནུབ་ཅུས་ལ་ཉེ་དེ་ལ། དེ་སྤྲད་རེད་ད། སྐབས་དུས་དུས་ཙམ་པ་ང་ཚོས་ཀྱི་ག་རེ་བྱས་པ་རེད་ཟེར་ན། མའོ་གིས། བོད་ལ་ག་རེ་ཟེར་བཅིངས་འགྲོ་བཏང་དགོས་རེད་ཟེར་དང། བྷག་མདའ་ཧའོ་ལ་ག་རེ་ཟེར་ན་བོད་བཅིངས་འགྲོ་བཏང་ཡ་ལན་ཁྱེད་ཁྱེད་རང་ཚོས་ཁྱེད་ཀྱི་ལ་དུས་དགོས་སུ་བོད་ལ་བཙན་འཛུལ་བྱས་ཟེར་བ། ཨ་ནི། ང་ཚོའི་བོད་གཞུང་གི་ངོས་ནས། སྐབས་དུས་དུས་བོད་གཞུང་ཕྱི་རྒྱལ་ལས་ཁུངས་ལ་ཉེ་འབྱོར། ང་ཚོ་བྱས་ན་ཕྱི་དྲིལ་ལས་ཁུངས་རོ། དེ་འདི་བྱས་ན། ཨོ། ཕྱི་དྲིལ་ལས་ཁུངས་ཀྱིས་ཨ་ནི་ག་རེ་ཟེར་ན། རྒྱ་ནག། མའོ་ཀྲུའུ་ཞི་ལ་ཡི་གེ་བཏང་ཡོད། དེ་དང་ང་ཚོ་རྒྱལ་ཁབ་རང་བཙན་ཡིན་པ་དེ་གསལ་བོ་རེད་དེ། ཕྱི་དྲིལ་ལས་ཁུངས་ཡོད་ཕྱི་དྲིལ་ལས་ཁུངས་འདི་གིས་མའོ་ལི། ཡི་གེ་བཏང་ཡོད་ཡི་གེ་འདི་ནང་ལ་ག་རེ་བྱས་ན་ང་ཚོ་རང་བཙན་གཙང་མའི་རྒྱལ་ཁབ་ཡིན་ད་ལྟ་བར་དུ་སུ་གུ་གཅིག་ལ་ཤོར་བའི་ག་རེ། ལོ་རྒྱུས་མེད་སུས་གཞན་པ་བཙན་འཛུལ་བྱས་པའི་གཞན་པ་གཅིག་གི་འོག་ལ་བྱས་ཙང་དེ་འདྲ་མའོ་གི་སྐད་ཆའི་བཤད་སྒྲོས་འདི་ཚོའི་ཐོག་ལ་ནི་ང་ཚོ་ག་རེ་བྱས་ན་བློ་ཚབ་འདུག་ཨ་ནི་རྒྱ་དང་བོད་གཉིས་ལོ་རྒྱུས་ཐོག་ནས་ཤེས་ཡོན་གྱི་འབྲེལ་བ་ཡོད་ར་བ་འདིའི་གནས་བབ་འདི་ལ་མུ་མཐུད་ག་རེ་བྱས་ན་གཅིག་བྱེད་དགོས་འདུག་ཕྱག་བྲིས་དེ་བཏང་ཡོད་རེད་བྱས་ཙང་ང་ཚོས་སྐབས་དེ་དུས་གཏམ་དཔེ་བྱས་བ་བོད་པའི་གཏམ་དཔེ་ཞིག་ཉག་མ་འདི་བ་མ་གཏོགས་ཚོགས་དམག་པོ་བ་མ་རེད་ཟེར། ཡང་འགའ་ཤས་ང་ཚོས་ཅིག། བོད་རེད་བསྡད་བསྡད་རྒྱུ་ཚོར། ང་རང་ཚོ་ང་རང་ཚོའི་ནང་གི་ནས་ཨ་ནི་ཤོ་བརྒྱབ་བསྡད་ཡོད་རེད་ཟེར་ཚོར་བྱོ། བྱས་ཙང་བྱེད་རྒྱུ་བྱས་ཡོད་རེད་ཡིན་ན་ལ་ཡང་ད། ལོ་རྒྱུས་ཀྱི་བརྒྱུད་རིམ་མང་པོ་ཅིག་ནས་ང་ཚོའི་གནས་བབ་དེ་སྐྱོ་བོ་རུ་ཆགས་རྗེས་ཨ་ནི་གནམ་གྱི་ས་བཀབ་པ། འབུ་ཆས་ཀྱི་ཆུ་ང་ཟ་བ་དེ་འདྲའི་དཔེ་གི་གནས་ཚུལ་འོག་ཏུ་ཨ་ནི་བཙན་གནོད་དུ་ཤོར་བ་རེད་མ་གཏོགས་བལ་གྱི། ཁྱུ་ནས་ག་རེ་བྱེད་ན་བྱིས་ཟེར་བྱོ་ང་ཚོས། ལྷ་ཁང་ཁ་རས་མེ་ཡིས་བརྩིགས་ན། འཛུམ་ཤིག་ཤིག་ཞལ་གསལ། ཁྱིའི་ཁར་ཟིན་ན། ཁྱེད་ཀྱང་འཛུམ་ཤིག་ཤིག་གསལ་ཅིག་དེ་འདྲའི་ཚུལ་ལ་བསྡད་ཡོད་བ་མ་རེད། དེ་ཡང་ང་རང་ཚོའི་གཞོན་སྐྱེས་ཚོའི་སྤྱན་གྱི་འོད་ཅིག་རེད། ད་དེ་འདྲའི་སྐབས་སུ་ང་ཚོ་ག་རེ་བྱེད་དགོས་དོན་ང་རང་ཚོ་ང་རང་ཚོ་ཧ་གོ་འགྲོ་གི་རོ། བྱས་ཙང་བསྡད་པའི་གནས་ཚུལ་དུ་ལ། ད་དེ་ནས་མའོ་གི་ག་རེ་བྱས་རེད་ཟེར་ན། བོད་ལ་བཙན་འཛུལ་བྱེད་ཀྱི་དམག་སྡེ་འདི་སུས་བཏང་ཡོད་རེད་ཟེར་ན། ལྷོ་ནུབ་ཆུའི་ཡུལ་ལ་ཉིད་བཏང་ཡོད་རེད། དེ་ལྟར་དྲན་དུས་ལ་ཉེར་འབྱོར་བ། ང་ཚོའི་བོད་ཀྱི་དར་རྩེ་དོ་ཁམ་དར་རྩེ་དོ་དང་ཉི་འོག་ཡོད་རྒྱུག་གི་དར་རྩེ་དོ་ནི་མ་བརྒྱབ་ན་ནི་རྒྱ་ནག་གི་ཞིང་ཆེན་དྲན་དུས་ལ་ཉེ་རེད་སི་ཁྲོན་ཁ་ཟེར་ནས་དེ་སི་ཁྲོན་གྱི་དྲན་དུས་ལ་ཉེ་དུས་ལེགས་ར་ཨོ་འདི་ལ་ཧ་རེད། རྒྱན་འདི་སྤྲད་རེད་རྒྱན་སྤྲད་དུས་སྐབས་སུ་དམག་སྡེ་བཅོ་བརྒྱད་བ་ལག་གི་ད་ལྷན་བོད་ནས་ཡོང་སྐྱོད་ན་ཞི་པ་ཅིང་སི་ཉེ་སོ་ར་དེ་གོ་མྱོང་ཡོད་རེད་བྱས་ཙང་འདི་གི་རྒྱན་གཙོ་བོ་དེ་ཁོ་ལ་སྤྲད་རེད། ཀྲང་གོ་ཧྭ་ལ་ཉེ་དུས་བ། ཁོ་རྒྱ་དམག་ཀྱང་རྒྱལ་བའི་ལོ་རྒྱུས་ཡོད་རེད།

རྒྱ་གར་སྐད་ཆ་ག་རེ་བྱ་བ་དཔེ་ཤེས་ན་ཀྲུང་ཧྲིན་རྒྱལ་ཁབ་ལྷག་པོ་རེད་ཟེར་དེ་འདྲས་ཀྱི་རྒྱ་བོར་འབུད་ཆ་ད་གསུངས་ཡོད་བ་མ་རེད་ཡིན་ན་ཁྱོད་སློབ་སྟོན་རྐྱང་བྱེད་དགོས་ཐབས་སྦྱོར་ཅིག་སྐྱོ་དགོས་བཟོ་རེད་ཀྲུང་གོ་དང་ཧིན་དུ་གི་རྒྱལ་ཁབ་ཟེར་མི་འདུག་ངོས་རང་བྱས་ན་བོད་དང་རྒྱ་གར་རེད་བ་ཧིན་བོད་ལྷག་པོ་རེད་བ་འོ་ཁོ་རེད་དྲན་གྱིན་པོ་གཅིག་བོད་ཡིག་རེད་ད་ཁོ་ལས་དང་སྡུག་པ་འདི་རེད་དེ་འདྲ་བོད་ཀྱི་ལོ་རྒྱུས་ཐོག་ལ་ནག་སུབ་བཏང་རྗེས་རྒྱ་ནག་གི་ཕྱོགས་གཏོགས་ཡིན་མདོག་མདོག་བྱེད་ཉེས་ཀྱི་རྣམ་པ་ཚོས་དེ་འདྲ་བལྟས་དེབ་ཟིན་ཉེས་དེ་འདྲ་ཡོད་བ་ཡིན་ན་ཡང་ཧན་ཀྲང་ལ་ཉེས་བྱོས་བ་ཁྱོད་ཀྱིས་རྒྱ་བོར་འབུད་བྱེད་རྣམ་ཐར་བྲིས་ཡོད་རེད་ཏཱ་ལའི་བླ་མའི་རྣམ་ཐར་ལ་ནི་པཎ་ཆེན་རིན་པོ་ཆེའི་རྣམ་ཐར་བྲིས་ཡོད་རེད། དེ་ཙམ། འཁྱོག་བརྗོད་ཞེ་བོ་བྱས་ཡོད་རེད། འཇོག་ཚར་བ་ཡོད་རེད། ཁྱོད་ཀྱིས་རྣམ་ཐར་བྲིས་འདུག་སྐབས་སུ། པན་ཆེན་གྱི་ཡང་སྲིད་ཏཱ་ལའི་བླ་མའི་ངོས་འཛིན་མ་བྱས་ན་མཚན་ལྟས་ཆགས་ཀྱི་མ་རེད་ཟེར་ལབ་ཡོད་རེད། ཏཱ་ལའི་བླ་མའི་ངོས་འཛིན་དེ་པན་ཆེན་གྱི་ངོས་ཚལ་ལས་མ་བྱས་ན་མཚན་ལྟས་ཆགས་ཀྱི་མ་རེད་ལབ་ཡོད་རེད། ད་དེ་འདྲ་རྒྱ་ནག་གཞུང་ག་རེ། ཆགས་དགོས་མི་འདུག་ཨ་ནི། ང་ཚོས་དེ་འདྲ་རྒྱལ་མཚན་ནོར་བུ་དེ་རྒྱ་གར་རིན་ཆེན་ཁས་ལེན་ཡོད་མ་རེད་བ། བོད་གཞུང་གི་ངོས་ནས་ཅིག་གམ་ང་ཚོ་ལ་དགེ་འདུན་ཆོས་ཀྱི་ཡིན་མ་ཡོད་རེད་བ། ཨ་ནི་ཁོ་ཚོས་ག་འདྲ་རེད་ཁྲིམས་མཐུན་ཆགས་ཀྱི་འདུག་བྱས་ཙང། གང་ཤུགས་འདི་ཤུགས་མེད་སྐྱོ་ས་རེད་རེད། སྐར་མ་ལྔ་རྫོགས་ཀྱི་ཡོད་ས་རེད་ཨ་ནི། རྒྱོ་ཤལ་ལོ་ཀྱི་འགྲོ་ཡ་ཡིན། ད། འདི། སྐབས་དེ་དུས་ད། རྒྱ་ནག་ཡོང་གི་ཡོད་འདུག་སྒོས་སུ་བོད་ཀྱི་ཕྱི་རྒྱལ་ཐོག་ལ་ག་རེ་ཟེར་ན། ང་ཚོས་ཀྱི་སྐུ་ཚབ་དེ་འདྲ་བཏང་ཞིག་རོགས་པ་བྱེད་རོགས་ཞེས། ད་དཔེ་བྱས་ན་དེ་ཞབས་དགའ་བ་རེད། དེ་རྒྱ་གར་གྱི་བློན་ག་རེ་ཟེར་ན་རེད་བ། དེ་དང་རྒྱབ་ཞབས་བཀོད་བ་རྒྱ་གར་ཁུལ་རེད། དེ་སྐབས་ནང་བཞིན་ངོས་ཀྱི་སྐུ་ཚབ་མང་པོ་ཞིག་ཕྱི་ལོགས་ལ་ཡི་གེ་བཏང་ཡོད། དཔེ་བྱས་ན་དེ་སྦེལ་ཀོག་ལ་ཡི་གེ་བཏང་རྒྱུར་བོད་གཞུང་གིས། སྔོན་མ་གཞུང་གི་ཡི་གེ་འདུག་ཟེར་དགོས་ཏེ། སྤྱིའི་རྒྱག་སྟངས་དང་ཐམ་རྒྱག་དེ་ན། ཡི་གེ་ཨང་ལ་དབྱིན་ཇི་བྲིས་ཡོད་དེ་ལ་བོད་ཡིག་བྲིས་ཡོད། བོད་ཡིག་དེ་ལ་ཐམ་གྲུ་རྒྱག་གི་རེད་དབྱིན་ཇི་དེ་ལ་རྒྱག་གི་མ་རེད། བྱས་ཙང་ཡི་གེ་ཨང་མ་དེ་གཞི་བྱས་ཡོད་ས་རེད། དེ་ཕྱི་རྒྱལ་ལས་ཁུངས་ཀྱི་དེ་གྱིས་ང་ཚོའི་ཕྱི་རྒྱལ་ལས་ཁུངས་ལ་ཉེ་བར་འདུག་ཨ་དབྱིན་ཁམས་འགའ་དེ། བྱས་ཙང་ང་ཚོའི་འགྲོ་སྟངས་དེ་དེང་དུས་འགྲོ་སྟངས་ནང་ད་ཆ་འགྲོ་ཁ་བྱས་ཡོད། ད་ཡིན་པ་ཡིན་ན་ལ་ཞབས་དཀར་བ་བཀའ་བློན་དཀར་ཟེར་ན་རྒྱ་གར་ལ་ཞུ་བ་དང་ང་ཚོས་རྒྱ་དམར་འབྲེལ་བ་དམར་པོ་བྱེད་དུས་སྐོར་སུ་རྒྱལ་ནག་གི་ཕྱོགས་བཞི་ནས་རྒྱ་མི་གི་དམར་ཤོག་གི་དམག་མི་བཏང་ཡོད་རེད་ཁོ་ཚོས་གི་ཐབས་བྱུས་གི་སྙིང་ལ་གྲི་བཙུར་བ་ཡིན་ན་ཤེས་པར་གདའ། གཅིག་ག་རེ་ཟེར་ན་འདི་ནི་ཡ་ཐག་རྩེ་གཏོར་ནི་ཡ་རྒྱུས་ཆེ་ཡོང་བ་རེད་གཅིག་དེ་རྒྱ་ནག་གི་ཡུན་ནན་ཟེར་གྱི་ཡོད་རེད་བ། དེ་དང་ང་ཚོས་བྱས་ན་ཟམ་གཏོར་མ་ཅན་གི་ཕ་ཡུལ་དང་ད་ལྟ་ད་གར་དེ་ལ་ཇུས་དང་ཨ་ནི་བདེ་ཆེན་དང་ཟེར་གྱི་འདུག་བ་འདི་ནི་བཙུགས་ཡོང་རེད་དོན་དུ་ན་རྒྱ་ནག་གི་ཞིང་ཆེན་དེ་ཡུན་ནན་ཞིང་ཆེན་ལ་ཉེ་བ་རེད།

ཕེབས་ཐུབ་པ་དེ་དང་དེ་ཚོ་ལ་བལྟས་པ་ཡིན་ན་ག་རེ། གང་མིན་མཛེས་ཆོས་རེད། ལྷ་དང་མི་དང་ཚང་མ་ལུག་གི་གཅིག་ཕེབས་ཏེ་ལྷག་པར་དུ་གོང་ས་མཆོག་གི་ཐུགས་བསྐྱེད་རྨི་ལམ་ད། གངས་ཅན་བྱེ་ན་མ་ཚོན་རྒྱ་མི་གིས་མ་ནས་དར་ཚ་ཐོར་ནི་ཅེས་མ་ཨ་མདོ་པ་རིའི་མན་ཆད་རིམ་པས་ཡོངས་ཀྱི་བཞི་བཅུ་ཞེ་དགུ་ལོ་ལ་ལྔ་བཅུའི་ལོ་ལ་ནི་བོད་ཀྱི་མདོ་སྨད་སྤྱི་ཁྱབ་དེ་སྐབས་དེ་དུས་ཆབ་མདོ་ལ་ཆབ་མདོ་ལ་གར་སེ་ན་བཙན་འཛུལ་གྱི་ཆེ་ཆུ་བེད་ཆེ་འབྲི་ཆུ་དང་ད་དེ་ཚོ་ཡོད་ར། ཆབ་མདོ་ལས་བཙན་འཛུལ་བྱས་པ་རྣམས་ད་རྒྱ་བ་རི་མོ་ཅན་དགུང་ལོ་དེ་གི་བ་མར་ད་ཚང་མ་ལས་མཁྱེན་གི་བ་རེད། ནམ་རྒྱུན་ཡོངས་གྲགས་ལ་བཅོ་བརྒྱད་བཅུ་དགུ་ཙམ་ཤི་ནས་ཕྱི་རྩི་ཐུང་ཁའི་ཞལ་རེར། རྒྱ་བོར་མི་ཆེན་ག་རེ་ཟེར་ན་ལྔ་བཅུ་ཐམ་པའི་ཟླ་བ་བཅུ་གཅིག་པའི་བཅུ་བདུན་ཉིན་ཤི་ནས། བོད་ཀྱི་ཕྱི་རྩི་ཐུང་ཁའི་ཚང་མ་རྒྱ་བོར་མི་ཆེན་ཁྱེད་རང་ཤི་རོགས། དགུང་ལོ་ཆུང་ཆུང་ཅིག་གི་རྒན་ཚང་མ། ཕུགས་རྒྱུ་ཁྱེད་རེད་ད། ཏཱ་ལ་མའི་ལུང་བསྟན་རེད་རེད་ཅིག་ཟེར་དགོས་ཅིག་བྱས་ན་ཡིན་གྱི་རེད་ཅིག་བྱས་ན་ད། ཁ་སང་གི་རྒན་ལགས་ཀྱི་ཅིག་གཏམ་བཤད་ཅིག་འདུག་ཨ། ཐུན་མོང་མ་ཡིན་པའི་གི་ཁ་ཟེར་ན་ད་དངོས་གནས་གི་བསམ་ཡིན་མི་རྒྱབ་པའི་གི་མཛད་པ་ཡིན་གྱི་རོ། འོ་དེ་འདྲས་བྱས་ཅིག། ད་དེ་སྲིད་དེ་ང་སོགས་ཀྱི་དེ་རེད་སྐུ་པར་དེ་རེད། ད་དེ་ཚར་བ་དང་ཨ་ནི་རྒྱ་ནག་མའི་ཆབ་མདོ་རྒྱུད་ཀྱི་འབྲི་ཆུ་བརྒལ་ཏེ་ཡར་ཡོང་དུས་སྐོར་སུ་རྒྱ་བོད་མི་རྗེ་ཆོས་སྲིད་གཉིས་ཀའི་དབུ་ཁྲིད་འགན་བཞེས་པ་དང་མཉམ་དུ་ལམ་བཟང་མལ་ནས་ཁོ་ཚོས་གུ་མགྱོགས་ཁོ་མགྱོགས་པོ་ཡོང་གི་འདུག་སྐོར་སུ་ཨ་ནི་ང་ཚོའི་སྲིད་ཚབ་གཉིས་ལ་བློ་བཟང་བཀྲ་ཤིས་དང་ལས་ཀར་བ་སི་བི་ར་ཀླུ་སྒང་པ། ཕ་ཆོས་གཡས་གཡོན་དང་གཡོན་དུ་འཇའ་འདུལ་བ་དེ་འདྲ་དེ་རིང་སྲིད་ཚབ་གཉིས་མཇལ་དགོས་རྒྱུ་མཛད་དུས་རེད་སྐབས་སུ་ན་རྒྱ་བོད་མི་ཆེན་གྲོགས་མོ་ལ་བརྙན་ཡོད་ལ་ཕེ་དང་ཀོན་ཅི་ཚུད་པའི་ཆབ་སྲིད་ཐུགས་འགན་བཞེས་ཚུལ་རེད་ལྔ་བཅུ་ང་གཞིག་ནས་ད་ལོ་ཁ་ཤས་ད་དེ་ལོ་ཚིགས་དེ་བཞི་བཅུ་ཞབས་བདུན་བྲིས་བྱས་སྐུ་པར་དེ་ནང་ལ་ཅི་བྱས་ནས་ནོར་རེ་ཉེར་བསམ་གི་འདུག་རྒྱ་བོད་མི་ཆེན་ལྔ་བཅུའི་ནང་ལ་ཨ་ནི་ག་རེ་སུ་ན་གྲོགས་མོ་ལ་བརྙན་ཡོད་ལ་ཕེ་རྒྱུ་ག་རེ་བ། ད་ལྔ་བཅུའི་ནང་ལ་མཉན་ཡོད་དུ་ཕེབས་ཡས་ནི་ལྔ་བཅུའི་ཞུགས་དང་ལྔ་བཅུ་ང་བཞི་གི་སྤྱི་ཟླ་ལྔ་པའི་གི་ཉི་ཤུ་གསུམ་གི་ཉིན་དེ་ད་ང་ཚོས་གི་སྐུ་ཚབ་རྒྱ་ནག་ལ་ག་རེ་ནི་གྲོས་མོལ་བྱེད་ག་ཤོག་ད་དེ་ནང་ལ་སྐད་ཆ་མང་པོ་ཡོད་རེད་ཁྱོད་ཚོ་འགྲོ་གི་འདུག་ཨ་ནི་ཕན་ཆད་ད་རྒྱ་ནག་ལ་འགྲོ་རྒྱུ་ག་རེད། ཆབ་མདོ་ནས་སྐུ་ཚབ་གཅིག་ང་བས་ང་བ་གཅིག་མེད་ཆེ་ལྷ་ས་ནས་སྲིད་བློན་གཉིས་གི་བཏང་རྒྱུ་སྐུ་ཚབ་གཉིས་ཆེ་གྲོ་མོ་ནས་རྒྱ་བོར་མི་ཆེ་བཞུགས་ཡོད་ར་མཉན་ཡོད་ལ་འདི་ནི་སྐུ་ཚབ་གཉིས་ཆེ་ཆེ་མི་ལྔ་བཏང་རྒྱུ་ག་རེད་ཨ་ནི་ད་མེད་དེ་རིང་ང་ཚོས་བཤད་ཡས་གི་དོན་ཚན་བཅུ་བདུན་དེ་ཨ་ནི་བཙན་གནོད་འོག་ཏུ་བཞག་ཆོག། ད། དོན་ཚན་བཅུ་བདུན་རེད་འོན་ཏེ་འདོད་པ་ཁྱུ་ནས་ཡོང་བ་རྒྱལ་བར་མོ་ཆེན་གྱི་བཀའ་ལགས་ཀྱིས་སྐུ་ཚབ་ལ་གནང་སྐྱོ་བཀའ་ལགས་ཀྱིས་དང་འགལ་ཞེས། གྲོས་བསྡུར་ཁྱུ་ནས་མེད་པ་བཞག་བ་དེ་མ་ཚོ་ཧ་གོ་གི་ཡོག་མ་རེད་ན་ནང་དོན་ག་རེ་མེད་ང་ཚོའི་ཆ་རྐྱེན་དེ་ག་རེ་རེད་ཟེར་ན་ཆ་རྐྱེན་དོན་ཚན་ལྔ་ཞིག་བསྐུར་གནང་ཡོད་དེ་ཁྱུ་ནས་ཁོ་རང་གི་ཚོ་ཡས་ཁོ་རང་བསྐྱལ་ཡོད་མ་རེད། རྒྱ་ནག་གིས་ཁས་ལེན་ཁོ་རང་བྱས་ཡོད་མ་རེད་བྱས་ཙང་མེ་མདའི་འོག་ཏུ་བཅུག་གྱོ་ཟེར་དེ་རེད་སྐད་ཆ། བྱས་ཙང་ད། རྒྱ་ནག་གིས་གྲོས་དོན་དོན་ཚན་བཅུ་བདུན་བཞག་པའི་རྗེས་དོན་ཚན་བཅུ་བདུན་དེ་བཞག་པའི་རྗེས་ལ་ཀྲང་ཅིང་ཝུའུ་ལ་ནི་ཞི་བའི་གི་དམག་དཔོན་དེ་བོད་ནང་ལ་ཞི་བའི་གི་དམག་མི་གཙོ་བོ་དེ་རེད་དང་པོ་དེ་སྐུ་ལས་མེད་ཀྲང་ཅིང་ཁོ་ཀ་ལི་ཀ་ཏ་བརྒྱུད་ཅེས་རྒྱ་རོམ་གྱི་ཧ་བཞིན་རྒྱ་གར་ལ་ཆོས་ཐོག་ཕེབས་ཐོག་ཁ་བོ་གདོང་ཐོག་གི་དེ་གླུད་དུ་སྤྲེལ་དཀར་སེར་ནཱ་དྲ་དཀར་པོ་ཆེན་གྲོ་མོ་བརྒྱུད་ཅེས་ཨ་ནི་དེ་ཡོང་བ་རེད་ཁོ་རྒྱ་རོམ་གྱི་གྲོ་མོ་ལས་རྗེས་རེད་ཨ་ནི་རྒྱ་རོམ་ཆེན་དང་ལྷན་རྒྱས་ལ་གྲོ་མོ་ནས་ཨ་ནི་དྷ་ས་ལ་ཕ་ཕེབས་ཀྱི་ད་དང་པོ་འགོ་བཙུགས་རེད་དེ་ནས་གཏད་དོ་སྔ་ཕྱི་ཡོད་ཨ་ཞེས་དྷ་ས་ནས་གྲོ་མོར་ཕེབས་ཀྱི་ད་དེ་བྱས་ཅིག་འདུག་ཟེར་བྱས་ཅིག་ང་ཚོས་གི་དོན་ཚན་བཅུ་བདུན་ལ་ཉེ་དེ་ང་ཚོས་ཁས་ལེན་མེད་ཞིག་ཏུ་འདུག་ཟེར། སྟབས་བསྟུན་མི་བྱེད་ནས་ཞུ་རྒྱུ་ག་རེ་ལོ་བཅུ། བརྒྱད་དགུ་བཅུ་ཞིག་རེད་བ། ཡིན་པ་ཡིན་ནག་ལ་ད། ནམ་རིང་སྒྲུང་གི་མ་འགྱུར་བར་སོང་ཙང་ཆིག་སྟོང་བརྒྱད་ལྔ་བཅུ་ང་དགུ་ཟླ་བ་གསུམ་པའི་གི་ག་རེ་སེ་བ་བཅུ་གཉིས་ལེ་ང་ཚོའི་བཞི་བའི་གི་གླང་ཆེ་རྒྱ་ལ་མ་ཕ་རྒྱུ་བོད་རང་བཙན་ཡིན་ཟིན་ལ་དང་ཨ་ནི་བཅུ་བདུན་གི་ཉིན་དེ་རྒྱ་བོར་མུ་ཆེན་མཉན་ཡོད་ལ་ཕེབས་རྗེས་ཨ་ནི་རྒྱ་གར་གི་ས་ཆ་ཏི་ཙི་པུར་ལ་ཉེ་སྡེ་དགོས་སུ་ཨ་ནི་གྲོས་མཐུན་དུས་ཚོད་བཅུ་བདུན་ལ་ཉེ་སྡེ་ངོས་ལ་ཉེ་སྡེ་ལ། ད་གནད་འགག་ཅིག་ག་རེ་ཡོད་ར་ཟེར་ན་ང་ཚོའི་མཐའ་མ་དང་ང་ཚོ་ཚང་མས་ཤེས་དགོས་དེ་གྲོས་མཐུན་ཟིན་ན་འདྲ་ཆིངས་ཡིག་ཟིན་ན་འདྲ་དེ་ལ། བཙན་པོ་དབང་ཤེད་བཀོལ་ནས་ཐམས་ཅད་དུ་བཟོས་བཅུག་ཡོད་ར། ཐམ་ག་ལ་ཉེ་བའི་གནད་དོན་བཞི་བོ་རེ་ངས་ཕེར་ཟིན་ན། དོན་དག་ང་ཚོ་ལ། བོད་ཀྱི་རྒྱལ་མི་འོག་ལ་ས་རྒྱ་ཤོར་བས་མ་གཏོགས། བོད་ཀྱི་རྒྱལ་པོ་ཤོར་བས་མ་རུང་བ། འཛིན་བཟུང་བྱེད་ཐུབ་བས་མ་རུང་བ་ཆོས་སྲིད་གཉིས་ཀྱི་དབུ་ཁྲིད། ཆོས་སྲིད་གཉིས་ཀྱི་དབུ་ཁྲིད་དང་གཞུང་གལ་འགྲེལ་ཕོ་བྲང་གི་བཀའ་ཤག་གི། མ། བཀའ་བཏང་ཡས་ཀྱི་ཐམ་ག། དེ་ཤོར་བས་མ་རེད་བྱས་ཙང་ཐམ་གྲུ་སྦུག་གཏམ་དང་བཀའ་གཏམ་གཉིས་ཆ་ལོ་རྡ་རམ་ས་ལ་ལ་ཡོད་བ་རེད། གཅིག་བཀའ་ཤག་ལ་ཡོད་བ་རེད་གཅིག་ཕེར་ཟིན་ན། ཕོ་བྲང་ལ་ཡོད་བ་རེད། འདི་དོན་དག་ང་ཚོའི་གིས་སྲིད་སྐྱོང་བརྗེ་ལེན་གནང་དུས་སྐབས་སུ་གནད་ཀ་ཆེ་ཤོར་བརྩི་གི་འདུག་བ་སྲིད་ཞི་བདེ་གི་མ་བྱས་ཙང་ཐམ་ག་མ་ཤོར་ན་སྲིད་དབང་ཤོར་ཡོང་མ་རེད། ལོ་རྒྱུས་སློབ་སྦྱོང་བྱེད་མྱོང་ན་བྱ་འཇུ་རྒྱལ་མཚན་གི་ས་སྐྱའི་འོག་ལ་ཤོར་འདི་མི་བ་སོང་ཙང་ཁོ་རང་གི་ག་རེ་ཟེར་ན་བཙོན་ཁང་འོག་ལ་ཁོ་རང་གི་ཐམ་ག་རྟ་མགོ་མ་ལ་ཉེ་ཞོར་ག་རེ་ག་རེ་ནུར་བུ་ག་རེ་ཟེར་ན་ཙན་ཙན་གི་ཐམ་ག་གི་རྟ་མགོ་མ་ལ་ཞོར་འདི་ཁོ་རང་གི་ན་གི་དུག་ལ་ང་ལ་སྨན་དུག་གོ་ཡོད་ཟེར་ལ་མེ་ཁྱེར་ཞོར་ལ་ཁོ་རང་གི་ཐམ་ག་འདི་ནི་ལྟོས་ཤིག་ཙན་ཙན་གི་ཐམ་ག་མེ་ལ་བཀྲ་བྱས་ཙང་བོད་པའི་གི་ལོ་རྒྱུས་གི་ཐོག་ལ་སྲིད་དབང་རྒྱུ་བའི་གི་ཐམ་ག་འདི་མ་ཤོར་ན། སྤང་བྱ་ཇི་ཙམ་ཕར་མ་ཤོར་བའི་དོན། བྱས་ཙང་ང་ཚོས་འདིའི་གནད་འགག་དེ་ཤེས་དགོས་རེད་ད། གནད་འགག་གཅིག་དེ་རེད། ཐམ་ག་ཚང་མ་རྫུན་མ་རེད། སྐབས་དེ་དུས་བཀའ་བློན་ང་བོས་ཆབ་མདོ་ནས་འགྲོ་རེད། བོད་མི་སྤྱི་ཁྱབ་ཀྱི་ཐམ་ག་དེ་ཡོད་རེད། སྲིད་ཞིབ་ཀྱི་ཡིག་སྐུ་ཤོད་མ་ལ་ཉེ་དུ་ཡོད་རེད། ང་བོས་དགེ་སྐྱོན་ཡོད་མ་རེད། མ་སྐྱོན་པ་ཡིན་པ་སོང་ཙང་ཐམ་ག་རྫུན་མ་བཟོ་རྒྱུ་གལ་འདུག་ཨ། བྱས་ཙང། ཆིངས་ཡིག་དོན་ཚོད་བཅུ་བཅུ་དེ་དེ་ལ་གཞུང་འབྲེལ་གྱི་ཐམ་ག་བཅུ་ནས་ཡོད་མ་རེད། དཔེར་ན་སིམ་ལའི་ཆིངས་ཡིག་ལྟ་བུ་དེ་བྱས་ན་བློན་ཆེན་བཤད་གྲྭའི་ཐམ་ག་ཡོད་རེད། སྲིད་སྐྱོང་གི་ཐམ་ག་ཡོད་རེད།

གུང་མི་ཏང་ལ་དུས་འཁོར་སུ་རྒྱ་ནག་དབང་སྒྱུར་བྱེད་ཉེས་ཀྱི་སྲིད་གཞུང་འདིར་བ། དཔེ་བྱས་ན་ང་ཚོས་ཀྱི་བོད་ཀྱི་སྐུ་ཚབ་ཡོད་མ་རེད་གན་དེ་ཕོ་བྲང་གི་གར་ཟའི་སྐུ་ཚབ་འདུག་ལབ་བ་ཡིན་ན་ག་རེ་ལས་དུས་འཁོར་སུ་ང་ཚོས་ཨ་ནི་སྐབས་དུས་དུས་ད། བོད་ཀྱི་བདག་པོ་གན་དེ་ཕོ་བྲང་རེད་གན་དེ་ཕོ་བྲང་ཟེར་ན་བོད་བོད་ཟེར་ན་གན་དེ་ཕོ་བྲང་ར་ཆབ་སྲིད་ཀྱི་ཅིག་ཕག་ཟེར་ལྟོས་ས་ལྟོས་ཆོག་ཅིག་ཡོད་རེད་བ་ད་ཆེ་གཞུང་དེ་གན་དེ་ཕོ་བྲང་གི་གཞུང་རེད་བ་གཞུང་དེས་རྒྱལ་ཁབ་འདི་ལ་འཛིན་སྐྱོང་བྱེད་དགོས་རེད་བ་སྐབས་དུས་དུས་གུང་མི་ཏང་ལ་ཉེས་དེ་རྒྱ་ནག་རྒྱལ་ཡོངས་སུ་ནང་དགྲ་རྒྱ་ནག་དབང་བསྒྱུར་བྱེད་ཉིན་སྲིད་གཞུང་གི་དེ་ར་གུང་མི་བཏང་ལ་ཉེ་དེ་སྲིད་གཞུང་གི་མིང་རེད་ང་ཚོ་བྱས་ན་དེ་ཤ་བྱས་ན་ད་རེད། ཀོང་རེ་སི་དང་རྒྱ་གར་ལ་བྱས་ན་བི་ཇི་པི་ཟས་སུ་ར་འཇོ་ར་བ། ཨ་ནི་དེ་ལབ་གི་དགོས་སི་ག་ཤེད་དེ་ལབ་གི་དགོས་ང་ཡ་ཧི་ཧིན་དི་ཧ་གོ་གི་མ་རེད་ད་མུ་དི་ས་ག་ཡིན་ན་ཅིག་ལབ་གི་དོ་ཤུ་སར་ཀ་ཡིན་ན་གཞུང་དེ་གི་སར་ཀ་ཡིན་ན་ཅིག་ལབ་གི་དོ་ཨོ་དེ་ལྟ་བུ་དེ་རེད་གུང་མི་བཏང་ལ་དེ་དགོས་སུ་དེ་སྔོན་ཐོ་དེ་ར་གང་བྱས་ད། དེ་འད་ང་ཚོའི་གི་བི་ཇི་པི་གཞུང་དེ་རྒྱ་གར་གཞུང་འཛིན་དེ་ཆགས་བསྡད་ཡོ་ར་བ།

རྒྱལ་བླ་བཀྲ་ཤིས་རྒྱལ་བླ་ངེད་ཀྱི་དྲི་བ་དེ་འདི་ཡིན་ད་ལྟ་དོན་ཚན་བཅུ་བདུན་གྱི་བཅུ་བདུན་གྱི་ལྷག་ལ་ད་ལྟ་ང་ཚོ་གི་ཆུང་མ་དོན་ཚན་ལྔ་གྱི་གཅིག་སྐད་ཆ་བཟོ་བ་གཅིག་འདི་གི་དབར་ལ་སབ་བྲིས་སབ་ག་རོག་ད Article འགྲོ་ཞིག་འདི་གི་ད་ལྟ་ལོ་རྒྱུས་ནང་གཅིག་འདི་འདྲའི་ནང་གཅིག་གཅིག་གསལ་བཤད་འགྲོ་གཅིག་ཡོད་རེད།
ཁྱེད་རང་གི་དོན་ཚན་བཅུ་ལྔ་ག་དུས་སུ་ཡོད་གསུང་དགོས་ན་ང་ཚོའི་སྐུ་ཚབ་གཙོས་མ་གནམ་འཕེལ་གྱི་རྒྱ་བོར་མཆེད་བཀའ་ལགས་ཁྱེད་ཀྱི་དོན་ཚན་བཅུ་ཡོར་བ་འདི་གསུང་གི་ཡོད་ན་ཡང་མིན་ན་རྒྱ་ནག་དང་བོད་གཉིས་མེད་ཀྱི་ཕྱོགས་གཉིས་ཀྱི་སྐུ་ཚབ་གྲོས་མོལ་བྱེད་དུས་སྐོར་སུ་ཨ་ནི་ཨ་ལེ་དེ་རེད་བས་འོ་དེ་བྱེད་དུས་སྐབས་སུ་ཆ་རྐྱེན་མང་པོ་ཞིག་དང་ང་ཚོས་ཀྱི་ཆ་རྐྱེན་མང་པོ་ཞིག་བཏོན་ཡོད་རེད་དཔེ་བྱས་ན། དངོས་གཞི་ནང་ལ་མེད་བ་ཡིན་ན་ཟུར་འཇོག་གིས། སྐབས་དེ་དུས་བརྩམས་པ་བཀའ་བློན་ང་ཕོད་ཀྱིས་ག་འདྲ་ཞིག་ཡ་བསམ་ཚུགས་ལུས་ཞུས་ཡོད་རེད་ཟེར་ན། སྔོན་འགྲོའི་ཆ་རྐྱེན་ཟེར་ན་འདྲ་བསམ་ཚུགས་ལུས་ཅིག་ཨ་ནི་བོད་ཡུལ་ཆ་ཚང་ལོ། ཨ་ནི་བོད་གཞུང་གི་སྟངས་འཛིན་འོག་ལ་ཞོགས་པའི་སྦྱོར་བ། དེ་འདྲ་ང་ཚོས་ཀྱིས་སྐབས་དེ་དུས་ག་རེ་བྱས་ཡོད་རེད་ཟེར་ན། དེ་བཞག་གིས་བོད་རང་སྐྱོང་ལྗོངས་ལ་ཉེ་ཞིག་འདུག་ཨ། དེ་སྨན་ཚོ་གཞན་པའི་ས་ཁུལ་དེ་ཚོ་ཁོ་ཚོས་ཀྱིས་གྲོས་བསྡུར་དེའི་ནང་ལ་གྲོས་བཅུག་ཡོད་བ་མ་རེད། ང་ཚོས་ཀྱིས་སྔོན་འགྲོའི་ཆ་རྐྱེན་ལ་ཆ་ཚང་ལོ་བཅུག་འོས་སྲིད་ལ་ཡོད་རེད། དེ་ཡིན་ནའང་ལ་སྐབས་དེ་ཀྲོའུ་ཝེ་ལན་གྱིས་ད་དེ་ཚོ་དག་སྔོན་ལ་ཨ་ལ་སྒང་དེར་བསྒྲིགས་ན་དེ་ཚོ་དག་འགྲིག་འགྲོ་གི་རེད་ཟེར་ཞིང་ཆབ་སྲིད་པའི་སྐད་ཆ་རེད་འདུག་ཨ། སོ་སོ་ལ་དགོས་ཡས་དང་ཨོ་ཙི་ཙི་ལ་ཆེན་པོ་དེ་འགྲིགས་ན་ཆུང་ཆུང་དེ་དག་འགྲིག་འགྲོ་གི་རེད་ཟེར་ཞིང་སྐད་ཆ་འདི་འདྲས་བཤད་རྗེས། དང་པོ་དེ་ང་ལ་དེ་ཅི་དང་ཨོ་ཙི་ཙི་མ་འགྲིག་པ་ཁྱོད་ནས་ཡོང་མ་རེད་ཟེར་བཤད་ཞོར་ཨོ་འདི་འདྲས་བྱས་རྗེས་གང་ཆེ། ང་ཚོས་ཀྱི་ཟུར་ཕྱོགས་སུ་ན་འདྲ་ང་ཚོའི་ཀྱི་སྔོན་འགྲོའི་ཀྱི་ཆ་རྐྱེན་སུ་ན་འདྲ་དེ་ཚོ་དོར་ལ་ཁོ་རང་ཚོས་ཀྱི་ལན་རྒྱབ་ཀྱི། གནད་དོན་འདི་འདྲ་ཁ་བཤད་ཞོར་དེ་གལ་ཆེ་ཤོས་གཅིག་འདི་རེད་ད་ང་ཚོའི་ཀྱི་ངོས་ནས། གཞུང་གི་ངོས་ནས་སྐབས་དེ་དུས་བརྩམས་པ། བོད་ཆ་ཚང་ལོ། བོད་གཞུང་གིས་འོག་ལ་འདས་དུས་བོད་ཀྱི་འབད་བརྩོན་དང། ཆ་རྐྱེན་མངོན་འགྱུར་ཆ་རྐྱེན་ལ་བག་སྟོན་ཡོད་རེད། ཡིན་ནའང་རྒྱ་ནག་གཞུང་གིས་སྐབས་དེ་དུས་ག་རེ། ལམ་སང་ཁས་ལེན་བྱེད་ཀྱི་ཡོད་མ་རེད། གྲོས་མཐུན་ལ་བསལ་རྒྱ་ནག་རྒྱ་མ་བཞག་ན་ང་ཚོས་ག་རེ་བཀའ་གཏོང་སྟངས་གཅིག་རེད་ད། ས་མཚམས་ལ་བཀའ་གཏོང་བཀའ་གཏོང་རྒྱ་ནག་གི་ཆ་རྐྱེན་ཁོ་རང་ག་རེ་རེད་ཟེར་ན། དང་པོ་དེ་ཐབས་མཁས་པོ་བྱས་ཤིག། ང་ཚོས་ཁས་ལེན་བྱེད་ཆེད་དུ་གླུད་ལྟོ་ཞོ་སྤྲད་ཡོད་རེད། རང་བཞིན་གྱིས་གལ་སྲིད་ཁས་ལེན་མ་བྱས་ན་དྲག་པོ། དྲག་པོའི་སྐབས་སུ་ན་བཙན་འཛུལ་བྱས་ཏེ། བྱས་ཙང་ད་ལྟའི་ཡིན་དུས་སྐབས་སུ་ང་ཚོའི་སྐུ་ཚབ་ཚོས་མེད་བལྟས་ཚོ་གྱོང་པོ་ལ་བཤད་བ་ཡིན་ན་ཨ་ནི་ལམ་སང་ཁོ་ཚོའི་སྐབས་སུ་ན་རྩུབ་སྤྱོད་སྤེལ་གི། ས་མཚམས་ལ་བཀའ་བཏང་ད་ཅིག་རེད་ད་ཟེར་ཨ་ནི་མཐའ་མ་མཐའ་མ་གྲོས་བསྡུར་མང་པོ་བྱས་ད་དཔེ་བྱས་ན་འདིའི་ནང་ལ་གནད་ཁ་གཙོ་བོ་གཅིག་ག་རེ་རེད་ཟེར་ན། དེ་རིང་ནས་བྱས་རྗེས་གསལ་བྱུང་མེད་རེད་ད་བོད་དེ་ཨ་ནི་སྐབས་སུ་ན་མེས་རྒྱལ་གྱི་མངའ་ཁོངས་སུ་ལོག་པ་གསལ་བྱུང་རེད་སྐད་ཆ་འདི་ག་རང་ནས་དོན་ཚན་དང་པོ་འདི་རེད་ད་དེ་ག་རང་ནས་བོད་དེ་རྒྱལ་མི་འོག་ལ་མེད་པ་དེ་ར་འཕྲོད་དགོས་རེད་དོན་ཚན་དང་པོ་ཁོ་རང་ནས། དེ་རིང་ནས་གཞི་ནས་ལོག་རེད་ཟེར་ཞོར་ར་ད་དེ་ལེན་ནས་གཉིས་པ་དེ་ག་རེད་ཟེར་ན། བོད་ཀྱི། རྒྱ་བར་མུ་ཆེན་སྐུ་དབང་གཙོས་བས་ཀྱི་ཆོས་དང་ཆབ་སྲིད་དང་བོད་གཞུང་གི་ལམ་ལུགས་དེ་ཚོ་ཚང་ལ་འགྱུར་བ་གཏང་གི་མེད་ཟེར་ལབ་ཡོད་རེད། ཡ་ཀླད་བ་དང་རིམ་པས་འགྱུར་བ་བཏང། སྐད་ཆ་དང་པོ་མ་ནས་ཡོང་དུས་ག་རེ་བཤད་རེད་ཟེར་ན། ཕྱི་རྒྱལ་བཙན་འཛུལ་བས་བོད་ལ་ག་རེ། བཙན་པོ་དབང་ཆེ་བྱེད་འདས་ཤག་ཟེར། ཁོ་ཚོ་སྤུས་ཀ་ཡོང་གི་ལ་ཡོད། ཕྱི་རྒྱལ་མི་གཉིས་གསུམ་གཅིག་མིན་དུ་ཡོང་བ་མ་རེད། ཕལ་ས་ལི་ལེ་བ་དང་ཕྱི་རྒྱལ་ཡོང་མ་རུང་བ་དང་ཁོ་ཚོ་ལས་ཀ་ཡོང་མ་རུང་བ་ཨ་ནི་གཞི་ནས་བོད་དེ་ག་རེད་མངའ་བདག་ཆེན་པོ་གསུམ་གྱི་འོག་ལ་ཧ་རེ་བཙན་གནོད་བྱས་ཤག་ད་མངའ་བདག་ཆེན་པོ་གསུམ་ཟེར་དུས་ཁོ་ཚོ་བོད་གཞུང་བྱས་དགོན་པ་གྲྭ་ཚང་བྱས་ཨ་ནི་དགུ་དྲག་ལ་དགོས་རེད་ང་ཚོས་བྱས་ན་གཞུང་སྒེར་ཆོས་གསུམ་ལ་དགོས་རེད་རྒྱ་མི་བྱས་ན་ཁོ་ཚོ་ལ་མངའ་བདག་ཆེན་པོ་གསུམ་ལ་དགོས་རེད་ང་ཚོས་བྱས་ན་བོད་པ་ཚོ་ལ་ག་ཚོད་ན་ཆབ་འབངས་མི་སེར་ལ་དགོས་རེད་བ་རྒྱ་མི་གི་ཞིང་བྲན། ཞིང་བྲན་སྤྱི་ཚོགས་བརྒྱ་ཡར་ལངས། བཅིངས་འགྲོལ་བཏང་ཡིན། མངའ་བདག་ཆེན་པོ་གསུམ་བྷ་རས་བཙན་མེད་སུ་ཡིན་སྐད་ཆ་འདི་འདྲ་ཀྱང་བཤད་ཅི་དཀྲུག་ཤིང། རྒྱབ་ཀྱི་གནས་ཚུལ་མང་པོ་ཞིག་བྱུང་འདུག་ཨ། བྱས་ཙང་འདི་ཚོའི་རྗེས་ལ། ཏེས་ང་ཚོས་དོ་སྣང་ལོ་བྱས་ནས་ཁོ་ཚོས་ཀྱི། བྱ་སྤྱོད་དེ་ཚོ་དན་དང། དོགས་ཟོན་བྱེད་དགོས་དང་ཚིག་ཟ་ཟིན་དགོས་དེ་གནད་འགག་ཆེན་པོ་རེད་བསམ། དྲི་བ།

ག་ལོ། སྲིད་ཇུས་གཟིམས་ཁང་སོགས་མར་བས་དེ་ལ་ཐུག་འདོད། དཔེ་ཆ་བཞག་པ་ཡིན་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལ་པཎ་ཆེན་རིན་པོ་ཆེ་དང་ཕུན་ཚོགས་དབང་རྒྱལ་དང་ང་ཕོད་ངག་དབང་འཇིགས་མེད་བདུད་འདུལ་གྱིས་བོད་ནང་ལ་ཕྱག་ལས་རླབས་ཆེ་བ་མང་པོ་ཞོར་གནང་ཐུབ་ཡོད་རེད་བ། དེ་གནང་ཡས་ཚང་མ་ལ་ཁོ་ཚོས་གཞི་རྩ་གཟིམས་ས་ག་བ་གཟིམས་གནང་ཡོད་རེད་ཟེར་ན། གྲོས་མཐུན་དུས་ཚོད་བཅུ་བདུན་ཟིན་ན་དང་ཆིངས་ཡིག་དུས་ཚོད་བཅུ་བདུན་ཟིན་ན་འདིའི་ནང་ལ་བཞག་རྒྱུར་ཆ་རྐྱེན་ཅི་ཡོད་རེད་བ། འོ། འདི་ཁྱེར་ཅིག། ཨ་ནི། ཐོབ་ཐང་འདི་དང་འདི་བྱོ་ཅིག། དེ་ནང་ལ་ཡོད་རེད་ད། རྒྱུ་མཚན་ག་རེ་རེད་ཟེར་ན་རྒྱ་ནག་གིས་ཤིང་ཅང་ལ་དབང་བསྒྱུར་བྱས་རེད་ཤེད་འདུག་གི་སི་ཐན་ལ། སོག་པོ་ལ་དབང་བསྒྱུར་བྱས་རེད་དེ་མ་ཡིན་པའི་རང་སྐྱོང་ལྗོངས་ཟེར་དེ་འདྲ་མང་པོ་ཡོད་རེད། ཁོ་ཚོ་མཉམ་དུ་དེ་འདྲ་བཞག་རྒྱུ་ཡོད་མ་རེད་གྲོས་མཐུན་ཟེར་དགོས་རེད་ཆིངས་ཡིག་ལ་གོ་རེད། བོད་གཅིག་པོ་ལ་ག་རེ་ཟེར་ན་བཞག་རྒྱུ་ཁེལ་ཡོད་རེད། གནས་བབ་འདི་འདྲ་སོང་ཙང་ང་བོད་དང་བོད་རྗེ་རིན་པོ་ཆེ་སྐུ་སྲོང་བོད་མི་ས་རེད་ད་ཤིང་ཅང་ག་རེ་ཟེར་ན་ལྗོངས་གཞན་པ་དང་བསྟུར་ཡས་ཡོད་མ་རེད། དེ་འདྲས་ཀྱི་འཐབ་རྩོད་མང་པོ་བྱེད་ཆེད་གནད་འགག་ཟིན་ཡོད་རེད། ད་ང་ཚོས་དཔེ་བཤད་ན་དེ་འདྲའི་སྐབས་སུ་དེ་གནད་འགག་ག་འདྲ་ཞིག་ལ་ཟིན་དགོས་རེད་ཟེར་དེའང་གནད་འགག་ཆེན་པོ་ཞོ་ཆགས་ཀྱི་ཡོད་རེད། ང་ཚོའི་ངོས་ནས་བྱས་ཙང་ཆིངས་ཡིག་རེད་ཆིངས་ཡིག་དེ་བཙན་གནོན་འོག་ཏུ་བཞག་ག་རུ་རེད་ཟེར་གི་གནས་སྐར་སེམས་གསལ་ལོ་གཅིག་འདུག་ཨ། གཉིས་ནས་རྒྱ་མིས་ངས་དེ་རྒྱུན་ཞུས་པ་ནང་ད་རེད། ལྷོད་ཤིག་ཤིག་ཁོ་ཚོ་བསྡད་དེ་ཁྲིམས་མཐུན་ཡིན་པའི་རྣམ་པ་བསྟན་ཡས་དེ་དེ་ལ་གཞེག་བཞེག་དགོས། བོད་རྒྱ་མིའི་དབང་སྒྱུར་བྱས་པ་དེ་ཁྲིམས་མཐུན་ཡིན་ཟེར་སྐད་ཆ་བཤད་གི་འདུག་ཨ་དེ་འདྲ། ཁྲིམས་མཐུན་ཡིན་པའི་གནད་དོན་མང་པོ་ཡོད་ཀྱི་རེད་དེ་གནས་ཁ་ཤས་ཤོས་དེ་དེ་བཞག་བྱས་ཨ་ནི། ཁྲིམས་མཐུན་ཡིན་ཟེར་གི་ཁོ་ཚོས་གི་དེ་གྱིས་དགོས་རེད། ང་ཚོའི་ངོས་ནས་དེ་འདི་སྐབས་སུ་མ་འོངས་པ་ང་ཚོ་སྲིད་བྱུས་ག་བ་འགྲོ་གི་ཡོད་ན་རེད་རང་བཙན་ཡིན་ན་རེད་དབུས་མ་ཡིན་ན་རེད་གང་བྱས་འདས་པའི་ནང་ལ་འདི་ཁྲིམས་འགལ་ཡིན་པ་དང་གནད་དོན་འདི་རེད་བ། བཙན་བྱོལ་བཙན་པོ་དབང་ཤེད་འོག་ཏུ་བཞག་ཆུག་པ། རྒྱལ་ཁབ་རང་བཙན་པ་གཅིག་ལ་རྒྱལ་ཁབ་རང་བཙན་པ་གཞན་ཞིག་གིས་འོ་འདི་འདྲས་ཀྱི་གནད་དོན་འདི་ང་ཚོས་སེམས་དགོས་ཀྱི་དང་ལྟ་དགོས་ཀྱི་གནད་འགག་གཅིག་རེད་བསམ་བསམ་འདུག་ངས་ཀྱི་ད་སློབ་བུ་ཐོག་རྒྱ་ལ་དེ་འདྲས་ཞིག་ཁྱེར་མི་འདུག་ལགས།
ད་ཞོ་ན་རྒྱ་ལ་ད་དུས་ཚོད་རྫོགས་སོ། ཨ་ལེགས། ལཱས་ཀྱི།

འགོ་ཁྲིད་དེ་ཚོ་འཐབ་རྩོད་བྱེད་རྒྱུ་ལ་དབུ་བཞུགས་ཀྱི་ཐོག་ལ་བཞག་ཆོག་གི་དེ་ལ། དེ་བྱས་སྔ་མ་དེ། དེ་ལ་བཟོ་བཅོས་བཏང་ཡོད་རེད་གསུངས་པས། འོ་དེ་ལ་རྒྱ་ནག་གཞུང་བཟོ་བཅོས་མང་པོ་བཏང་ཡོད་རེད་གཟིགས་འགྲོ་ད་ལྟ་ལག་བསྟར་བྱས་དེ་ལ་དེ་གོ་རོ་ག་འདྲ་ཡིན་པ། དེ་འདྲ་ལག་བསྟར་བྱས་ཟིན་ན་དེ་འདྲ་ག་འདྲ་ལག་བསྟར་དེ་འདྲ་ག་འདྲ་ལྟ། བཞག་རྒྱུར་དེ་ཡིག་ཆ་དེ་རང་འཇགས་བཞག་པ་ཞིག་ཡོད་རྒྱུ་མཚན་ག་རེ་ཟེར་ན་ང་ཚོ་ལ་ཡོད་པ་རང་ཡིག་ཆ་དེ། རྒྱ་ནག་གིས། ཁོ་རང་ཚོས་དེ་འདྲ་རྫུན་མ་ག་འདྲ། བཟོས་ཡོད་ན་མིན་ན་ཕར་ཕྱིན་ངས་མིན་བཟོས་བ་མཐོང་མི་ས་མ་སོང་ད། ཡིག་ཆ་ལ་ལ་དགོས་ད། ཡིག་ཆ་ལ་འགྱུར་བ་མི་ས་དང་སྟངས་བཤད་ཡོད་མ་རེད་ཡིག་ཆ་ནི་ང་རང་ཚོ་ལ་ཡོད་རེད་རྒྱ་ནག་ལོ་རེད་ཁ་ས་ག་ལ་ལྟ་ས་ཡོད་ར་ཨ་མ་དེ་རང་ལྟ་ཡིན་པ་ཡིན་ན་ཡིག་ཆ་དེ་ལག་བསྟར་དོན་འཁྱོལ་མ་བྱས་པ་ཇི་བཞིན་ལག་བསྟར་དོན་འཁྱོལ་མ་བྱས་པ་ཟེར་དེ་རེད་ག་ཟེར་ན་དཔེ་བཤད་ན་ང་ཚོས་ཀྱི་བོད་ཀྱི་བོད་གཞུང་གི་རྣམ་པ་དང་བོད་གཞུང་གི་གནས་བབ་སྦྱོར་བ་དེ་རང་འཇགས་བྱེད་མཁན་ཟེར་ཞོར་རེད་དེ་གཏོར་ཡས་ཀྱི་ཆེད་དུ་ཁོ་ཚོས་ག་རེ་བྱུག་རེད་ཟེར་ན་བོད་དམག་སྒུག་ཁང་ཟེར་ནས་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ཟེར་ཞོར་རེད་དེ་བོད་རང་སྐྱོང་ལྗོངས་གྲ་སྒྲིག་ཨུ་ཡོན་ལྷན་ཁང་ལ་ཉེ་སྟེ་ལྔ་བཅུ་ང་དྲུག་ཡན་དུ་བཙུགས་རེད། དེ་བཙུགས་དགོས་དམིགས་ཡུལ་ག་རེ་རེད་ཟེར་ན། དེ་བོད་གཞུང་ཡོད་རེད་བ། ཕ་ཆོས་དེ་རྒྱ་ནག་ལྷན་ས་སླེ་རྒྱུ་ཁོ་རང་ཚོའི་གི་བོད་མ་སྒུག་གང་ཟེར་ཉེ་ཆུ་བ་རེད། དངོས་གནས་བྱས་ན་བོད་རྒྱ་མི་མངའ་ཁོངས་ཁོ་ཚོས་ཡིན་ཤ་ཤ་བྱེད་དགོས་རེད་བ་ས་གནས་གི་དབང་སྒྱུར་བྱེད་ཉེ་དེ་བོད་མ་སྒུག་གང་ལ་ཉེ་དེ་ཡིན་ཡིན་སྐོར་ཆགས་རྒྱུ་ཡོད་རེད་རྒྱ་ནག་ཁོ་རང་ཚོས་ང་ཚོས་དེ་གཞུང་གཅིག་བཀའ་ཤག་དང་བཅས་པ་གཞུང་གཅིག་ཆ་ཚང་ཡོད་དུས་སྐོར་སུ་ཁོ་ཚོ་ད་ཁྱེད་ཚ་ཞེ་བོ་ཡོད་རེད་བ། གཞུང་གི་དབང་ཚད་བཅའ་ཡས་དང་བོད་གཞུང་གི་རྣམ་པ་དེ་མེད་པ་བཟོ་ཡས་ཆེད་དུ་ཁོ་ཚོས་ག་རེ་ཐབས་སྐད་ག་རེ་བྱས་ཟེར་ན་བོད་རང་ལྗོངས་ཇོ་བྲ་ཁྲི་དགུ་ཡོད་ལྷན་གང་ལ་ཉེ་བཙུགས་གི་ཡིན་ལྔ་བཅུ་ང་དྲུག་ལོ་ལ་ད་འདིའི་གི་ཚོགས་གཙོ་དེ་སུ་རེད་ཟེར་ན་རྒྱ་བོད་རིན་པོ་ཆེ་རེད། ད་ང་ཚོའི་ངོས་ནས་བསམ་ན་ལམ་སང་སྐབས་དེ་དུས་ཨོ་ད་དེ་རྩོད་བ་ཡིན་ན་ཨོ་ཟེར་ད་རེད་དོ་གང་བྱས་དབུ་ཁྲིད་གཙོ་བོ་ནི་རྒྱ་བོད་རིན་པོ་ཆེ་འདུག་ཟེར་བྱོས་རོ། ཡིན་ན་ཁོ་ཚོའི་གི་དམིགས་ཡུལ་གཙོ་བོ་དེ་བོད་གཞུང་གི་རྣམ་པ་གཞུང་བྱོས་རོ། འདིའི་རྣམ་པ་དེ་མེད་པ་བཏང་ཡ་བྱེད་དགོས་རོ། ཨོ་དེ་ལྟ་བུ་གི་གྲོས་མཐུན་ལས་འགལ་བའི་གི་གནད་དོན་མང་པོ་ཞེ་བོ་གཅིག་ཁོ་ཚོའི་གི་ཁས་ལེན་ཇི་བཞིན་མ་བྱུང་བ་ཡིན་པ་སོང་ཙང། ང་ཚོས་ཀྱི་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཀྱི་ཚེས་བ་བཅུའི་ཀྱི་གྱེར་ལངས་དེ་ལངས་རྒྱུ་གལ་རེད་ད་དེ་ཁོ་ཚོས་ཀྱི་གྲོས་མཐུན་ལས་འགལ་གར་ཟེར་ན་དེ་འགལ་རྗེས་ཇི་བཞིན་མ་བྱས་པའི་ཀྱི་གནད་དོན་མང་པོ་ཡོད་རེད་མ་གཏོགས་པའི་ཀྱི་ཡིག་ཆ་ཁོ་རང་ད་ང་མཐོང་མ་སོང། དེ་འདྲ་ཅིག་གྱེར་ནི་དཔེ་བཤད་ན་དེ་འདྲ་ཁོ་རང་ཚོས་གཅིག་དེ་ལ་ཡོད་རེད་བོད་ཀྱི་ལོ་རྒྱུས་དཔྱད་གཞིའི་གོ་བབ་ལ་ཉེ་ཞིང་སྲིད་དོན་རྒྱལ་རབས་དང་མེས་རྒོལ་གྱི་བོད་ཀྱི་གནས་བབ་ལ་དགག་པ་རྒྱབ་སྐྱོར་བྱས་པ་རེད། དེ་དུས་ནང་ལ་གྲོས་མཐུན་སྐོར་ཐོག་དེ་ཚང་མ་བཤད་ཡོད་རེད་དེ། འདི་ཚོ་རང་ཅག་ལ་མཐོང་མ་སོང། བཟོ་བཅོས་རྒྱབ་སྐྱོར་བཟོ་གྲྭ་ཅིག་ངས་མཐོང་མ་སོང། པ་ཅིན། ད་ང་གཉིས་པ་ཅག་ཅིག། ཨ་ནི་ཐུགས་ཆེ་གནང་རྒྱ་ལ། ཨ་ནི།